སྐབས་སུ། དེ་ནས་རྒྱལ་བོ་གསར་རྒྱལ་ཡིན་ནམ་རྒྱལ་བོ་གཟི་བརྗིད་ལྟ་བུ་ཡིན་ནམ་ཅིག་དེ་རྒྱང་ནས་ཅིག་མཐོང་འདུག་གམ། སངས་རྒྱས་འཁོར་དང་བཅས་པ་ཕེབས་འོང་གི་འདུག་གསུངས་ཏེ་ཕྱག་འཚལ་བྱས་དོ། ཕྱག་ཅིག་འཚལ་ཅིག་བྱས་འོང་དུས་ཀང་བདུད་སླེབས་དུས་ཀང་སངས་རྒྱས་རེད་མི་འདུག། ཨེ་ང་རང་ཚོ་མི་སྐྱ་ཕོ་མོ་དེ་ནས་བསྐོར་བ་ང་རང་ཚོའི་བུ་མོ་དེ་འདྲ་དང་བུ་དེ་འདྲ་དེ་ནས་ནས་དེ་ནས་ཐོག་མཐའི་རྒྱ་ལོ་དཔོན་ངོ་ཚ་ནས་ཨ་ད་ད་དཔེ་བསགས་སོང་ད་ནི་དངོས་གནས་ཀྱི་ང་རྒྱ་ལོ་ནང་བཞིན་མི་ཅིག་གིས་འདི་འདྲའི་དེ་ཁོ་རང་གི་མི་མང་མཐའ་མ་དག་ལ་དེ་འདྲ་ཆགས་ཚར་ནས་ད་ཁོ་རང་འགྲིག་མ་སོང་ཁོ་རང་ངོ་ཚ། ཨོ་ཕ་གི་གི་དེ་ནས་གི་མི་མང་ཚོ་ཡིན་ན་དེ་མི་སྐྱ་ཕོ་མོ་ད་གཙོ་བོ་བུ་མོ་ཚོ་མིན་ན་བསམ་བསམ་འདུག་རྩ་ང་རང་འགྲོ་མཁན་ཆོས་གོ་ཐན་ལས་ཀ

དེས་སྨྲས་པ་ཡིན་དུས་གང་བ་དག་སངས་རྒྱས་ཁྱེད་ཀྱིས་དེ་མིན་འཁོར་དང་དེ་ཚོ་རྟོགས་སོ་མ་འདྲ་བ་ཅིག་གོ་དེ་མ་རྟོགས་གི། གཅིག་པ་འདྲ་བོ་ཅིག་དེ་ནས་བྱུང་སོང་བར་བྱ་ཞིང་མར་འཇོམས་འཇོམས་ཅིག་དེ་ནས་རྫོགས་སྐུ་ལ་ཕ་ནང་བཞིན་ཅིག་བྱུང་སོང་གོང་འོག་ཐམས་ཅད་མར་འཇོམས་འཇོམས་རེ་བ་རེ་བ་རྒྱ་གར་སོ། དེ་དེ་འདྲ་ཡིན་དུས་གང་དེ་ཅིག་དེ་མིན་ཡག་པོ་ཅིག་མི་འདུག་དེས་མ་འགྱུར་བའི་རྟགས་དེ་མཚན་པ་ཅིག་གོ་འདུག་སོ་རྒྱལ་པོ་གསར་སྒེར་གྱིས་ཞུས་ཏོ་སངས་རྒྱས་བཅོམ་ལྡན་འདས་ལ། དེ་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་ཡ་ཡ་ཨ་ན་ངེད་ཅིག་འགྲིག་གི་རེད་གསུངས་ཏེ་སངས་རྒྱས་ཁོང་དང་དེ་ནས་ཁོ་སྒྲ་གཅན་པ་ལྔ་བརྒྱ་དང་བཅས་པ་ནམ་མཁའ་ལ་འཕུར་སོང། དེ་ནས་ད་དེ་ནི་ཆོས་གོས་རྣམས་ཀྱི་དོན་དང། དེ་ནས་མོང་གཏོར་གྱི་བུ་དང་ཤཱ་རིའི་བུ་ལ་སོགས་བུད་ཀྱིས་དེ་ཐམས་ཅད་ནམ་མཁའ་ལ་འཕུར་འོང་དུས་གངས་ཏི་སེར་བྱུང། གངས་རིན་པོ་ཆེ་ཁོ་ནས་འཕུར་འོང་དུས་གངས་ལ།

སྔོན་ཨོང་ཆེན་དེ་ནི་ཀར་བར་སེ་འདི་ས་ལ་མ་ཐུག་གི་བར་དུ་རྡུལ་རེ་རེ་གྱི་ཆ་ལ་དེ་ནི་ཀར་བར་ང་ལ་འཁོར་ལོ་བརྒྱད་པའི་རྒྱལ་པོ་རེ་རེ་འཐབ་རྒྱུག་གི་བསོད་ནམས་ཡོད་ལ་ཕྱག་དེ་ཙམ་ན་བསམ་གྱིས་མི་ཁྱབ་ཕ་ཡུལ་ཆེན་པོ་ད་དེ་འདྲ་སོང་ནས་དེ་གང་དེ་ཞིག་ལ་ཕེབས། དེ་གང་དེ་སོང་ནས་མར་ཕེབས་འོང་དུས་གང་དེ་མདའ་ཆོས་གོས་ཀྱི་རྣམ་འགྱུར་གྱིས་དེ་ནི་མདའ་དཔེ་ཞིག་སྟོན་དགོས་རུང་དེ་ནི་མར་ཕེབས་འོང་དུས་གང་དེ་མང་ག་ད་སྲིད་ད་ང་རང་ཚོ་རྡོ་རྗེ་གདན་དང་ཨོ་ཡ་དེ་ཡར་མོ་ལེ་ཚེ་དེ་ཞིང་ག་ཐམས་ཅད་དེ་ད་ད་རང་ཁྱེད་རང་ཚོ་མ་གིས་དེ་དེ་ན་ཞིག་རྡོ་དེ་འདྲ་ང་རང་ཟླ་གཅིག་གི་ཞིང་ཁ་ཐམས་ཅད་སྔོན་གནས་མཆོད་ཆོས་གོས་ཀྱི་ལྷའི་བུ་དེ་གང་སར་ཚར་བ་ནང་བཞིན་དུ་ཨོ་རྟ་དམར་དེ་སུ་དེ་ནི་མི་གི་དོན་ཏེ་ད་ངེད་ཀྱི་དེ་ནས་སུ་རབ་ཏུ་བྱུང་བ་རྣམས་ཀྱིས་ཀྱི་དེ་ནི་ཆོས་གོས་དང་རྣམ་འབྱར་གྱི་དེ་དེ་ནི་ད་ལྟ་མ་འགལ་དག་གི་ཞིང་གི་དེ་ནས་གོས་དེ་གང་ཚར་བ་ནང་བཞིན་གོ་གི་ཡོད་སུ་གསུང་བར་སེམས། དེ་ད་ལྟ་ང་རང་ཚོ་ཆོས་གོས་ཐམས་ཅད་དུ་ལེའུ་མང་པོ་ཞིག་དོགས་ཡོང་དུས་དེ་ནས་བྱུང་བ་རེད་ད་དེ་བཞིན་ཕྱི་རོལ་མུ་ཏིག་པོ་དང་མི་འདྲ་བ་འཇིག་རྟེན་པ་ཐམས་ཅད་ཀྱིས་སངས་རྒྱས་སོ། དེ་ནས་མདོག་དེ་གང་ཟེར་ན་ཀར་རུང་ཚོན་གསུམ་ནང་ལ་ངུར་སྨྲིག་གི་རི་དགོད་ཟེར་དེ་ནས་ཨོ་ཡ། ང་རང་ཚོ་ཡིན་ན་ལི་ཁྲི་ཅན་གྱི་མདོག་སེར་བོ་དང་དེ་ནས་དམར་སེར་ཅན་གྱི་མདོག་དགོད་གི་ཡོད་ཟེར། དེ་ནས་དེ་ཐམས་ཅད་ལེའུ་གི་ཚགས་པ་དེ་ཟོས་ཚར་རེ་ཅེས་ཟེར་ཏེ་སངས་རྒྱས་ཞུས་ན་ད་འདི་ཐ་དེ་ཅིག་ཐལ་ཆབ་ཅིག་མ་བརྒྱབ་ན་ཅིག་དཔང་པོ་རང་མི་འདུག་དེ་གང་བྱེད་དགོས་ལ་དོ་ད་ཐལ་ཆབ་དེ་དེ་ནས་མོང་གོལ་གྱི་བུ་བཞིན་དེ་ཐལ་ཆབ་ང་ལ་སྐོར་ར་བརྒྱབ་ན་རེ་ཅིག་རྒྱབ་རྒྱུ་དོ་ད་རོགས་རམ་ཐལ་ཨོ་དེ་དེ་རྫས་དབུལ་གྱིས་བྱེད་དོ་དེ་ནས་མང་གོལ་གྱི་བུ་ལ་དེ་དེ་འདྲའི་བྱས་ནས་ཀྱང་ཆོས་སྐུ་དེ་དེ་འདྲ་བྱུང་རེད་ཟེར་གྱི་རོ། ད་དེ་དག་ཁྱོད་བསམ་བློ་བཏང་ནས་ད་ང་ཚོ་དེ་ལ་རྗེས་སུ་དཔག་པར་རོ། དེས་ན་བཀའ་འགྱུར་ནང་ལ་ཏིལ་དང་ཏིལ་དང་དེ་ནས་གར་བར་མཛངས་པའི་སྒོ་ནས་སྲང་གོང་སྒྲ་བྱེད་པ་ལྔ་བརྒྱ་ཕུར་རིན་ཟེར་གྱི་ཡི་གེ་ནང་དུ་བཅག་མི་འདུག་སྟེ་ད་ཕུར་རིན་དེའི་སྒོ་ནས་ཕུར་རིན་གྱི་རོ་དེ་ག་བོར་བར་རྒྱ་གར་ནས་བོད་དུ་འདི་ནས་ཡར་ཕེབས་ཡོང་གི་རེད། འདི་ནས་ཡར་ཕེབས་ཆོག་གི་རང་ལ་ང་རང་ཚོ་བློ་རོང་དང་ལྷག་པར་དུ་དེ་འདི་ཏིལ་དང་མཛངས་ཚོ་མགོ་ལ་ནས་མ་ཕུར་རིན་དེ་འགྲོ་ས་ཙམ་མི་འདུག་ཡ་དྲང་པོ་ཞང་པོ་དང་སངས་རྒྱས་བཅོམ་ལྡན་འདས་ཀྱིས་བྱིན་གྱིས་བརླབས་ཟེར་ན།

ང་ནི་མ་ལ་གུ་རུ་ཡག་པོ་དྲང་བདེན་པ་ཡག་པོ་བཞག་རྒྱུ་མཚན་ཡོད་པའི་དད་པ་ཤ་བོ་རེད་ཨོ་དེ་འདི་གང་འདི་གནས་རྩ་ཆེན་པོ་རེད་གང་མ་འཛི་གནས་རྩ་ཆེན་པོ་རེད་དེ་འདི་གནས་རྩ་ཆེན་པོ་དེ་ལ་ང་ནི་མ་འཛི་གུ་རུ་དྲང་ན་ཡང་དེ་ནི་བོད་མི་གི་སྟོབས་ཆེ་བ་དང་བྱིན་རླབས་ཆེ་བ་དེ་འདྲ་རེད་ད་ཧ་མ་གོ་ན་ལྟོགས་སུ་སྐྱོ་བོ་རེད་དཔེར་ན་ང་རང་ཚོ་ཡིན་ན་སྤྲང་པོ་གི་ཐབས་ལ་ནི་སེར་ཡོད་ན་ཡང་དེ་སྤྲང་པོ་མི་སློང་པོ་གི་སློང་མོ་ལོང་ཟ་དགོས་རོ་ཁོ་རང་ཧ་གོ་ན་ཁོ་རང་གི་ཐབས་འོག་ནས་ཡར་ལོག་ཤེས་ན་གཏེར་གི་གཏེར་ཅིག་དེ་ནི་གུ་རུ་པ་གཏེར་གི་བུམ་པ་ཅིག། ཨ་ཡ་དེ་ནས་རང་གི་ཐབ་ཀྱི་འོག་འོག་ན་བླུན་པོ་ཧ་མ་གོ་ནི་ཕན་ཐོགས་པ་མ་རེད་པ། དངོས་གཞི་ཅན་གྱི་སླེབས་དུས་ལྷག་གི་དངོས་གཞི་ཅན་ཨོ་ཁྱོད་ཀྱི་ཐབ་ཀྱི་འོག་ན་གསེར་གྱི་དེ་ནས་བུམ་པ་འདུག་ལབ་ཏེ་ཁ་བོད་གཞོན་སྐུ་དེ་མ་ཐག་ཏུ་ཕྱུག་པོ་ཆགས་སོང་བས་ཨོ་དེ་ཟེར་གི་ན་བཞིན་གྱི་ང་རང་ཚོ་ཡིན་ན་ཡང་གནས་ཡིན་ན་གནས་ཡིན་པ་ཧ་གོ་བླ་མེད་ཀྱི་བྱེད་རབས་པའང་ཧ་གོ་ང་རང་ཚོའི་རྒྱུ་མཚན་ཐམས་ཅད་དང་ལུས་རྒྱུ་དང་ཧ་གོ་བའི་སྒོ་ནས་དད་པ་བྱེད་མཁན་ཡིན་ན་དེ་དག་མུ་མཐུད་ཡག་པོ་རེད་བཱ་ཙར་གུ་རུ་ཡིན་ན་ཡང་ཨོ་མ་ཨོ་བཱ་ཙར་གུ་རུ་པད་མ་སི་ཏི་ཧོམ་སི་ཅིག་འདོན་བྱ་བར་དེ་ལྷ་སྒོམ་སྟངས་མ་ཤེས་སྔགས་བགྲང་སྟངས་མ་ཤེས་བསྔོ་བ་སྨོན་ལམ་མ་ཤེས་སྦྱོར་དངོས་རྗེས་བཟུང་མ་ཤེས་ནི་སྲིད་དོན་དེ་ན་གཅིག་དག་ཅིག་དགེ་བ་དེ་ཡོད་ད་ལོའི་སངས་རྒྱས་ཀྱི་གཟུངས་སྔགས་ཁྱད་པར་ཅན་གྱི་བྱིན་རླབས་དེ་ཡོད་ཀྱི་རེད་དེ་བྱིན་རླབས་དེ་ཆེན་པོ་མི་ཡོང་བ་རེད་མི་ཟེར་མཁན་དེ་ཞིང་ཁ་འདབས་ཀྱི་ནང་བཞིན་བྱེད་ཀྱི་ལུས་ཡག་པོ་མ་རྒྱུ་ཆུ་ཡག་པོ་མ་ཆུད་ཨོ་ཡ་དེ་ནི་དེ་འདྲ་གི་མ་བྱས་ན་དེ་སྟོན་པ་ཡག་པོ་མི་སྐྱེ་བ་ནང་བཞིན་བྱེད་ཀྱི་དོན་པར་ཆེ་བོ་མི་ཡོང་རོགས་ད་ཐམས་ཅད་ཀྱི་ཐུགས་ལ་དེ་འདྲ་བྱ།